མི་ཚེའི་ནང་ནས་འགྱུར་བ་ཆེ་ཤོས་དེ་ཨ་མ་གཅིག་ཆགས་པའི་དུས་ཚོད་འགྲོ་རྒྱུ་རེད། ཨ་ནི། ཨ་མ་གཅིག་ཆགས་པའི་དུས་ཚོད་དེའི་དཔའ་རུ་ལ་སོ་སོའི་གི་བཟའ་ཟླ་བྱོས་ར་དེ་གི་ཨ་ནི་དཔེ་དམིགས་བསལ་གི་རྒྱན་ཡན་འགྲོ་རྒྱུ་རེད་དེ་འདྲའི་ཤུགས་ཆེན་པོ་གཅིག་སླེབས་ཡོད་རེད་བསམ་གི་འདུག་ར། ཁ་ཅིག་ལ་ན། བུ་མོ་དེ་ཨ་མ་གཅིག་ཆགས་བའི་གི་བརྒྱུད་རིམ་དེའི་དཔའ་རུ་ལ་སོ་སོའི་བཟའ་ཟླ་གི་ཁྱོད་རང་ལ་ག་ཚོད་ཅིག་རོགས་པ་ལ་ན་རེ་བསམ་ཤེས་བྱེད་ཡ་ཡིན་ན་རེ་ག་འདྲས་ཀྱི་བྱེད་མ་བྱེད་ལབ། བལྟས་ནས། ཨ་ནི། ཨ་མ། བུ་མོ་འདི་གི་མི་ཚེའི་ནང་ལོ་ལ་འདི་བརྒྱུད་རིམ་བྱུང་ཡོད་བརྗོད་ར་འདི། སྐྱིད་པོ་ཚོར་མ་ཚོར་ཨ་ནི་སྡུག་བསྔལ། སྡུག་བསྔལ་ཡང་ག་ཤེད་སྐྱིད་པོ་ག་ཤེད་སྐྱིད་པོ་བྱུང་གི་རེད་ག་ཤེད་སྡུག་བསྔལ་བྱུང་གི་རེད་ག་རེ་ཡིན་ན། ད་སྐྱིད་སྡུག་མཉམ་བཞེས་བྱས་ནས་འགྲོ་བར་བལྟས་ཡིན་ནའི་བརྒྱུད་རིམ་འདི་གཅིག་ཚགས་ཚུད་པོ་འགྲོ་མ་འགྲོ་དང་གཅིག་སོ་སོའི། སྤྲོ་སྣང་ལྡན་པའི་གི་ཁྱིམ་ཚང་གི་ཆ་མ་ཆ་ལས་བརྗོད་ར་འོང་འདི་ཨ་ནི།

དྲག་གི་མི་འདུར་བ། དང་པོ་དངོས་ན་རྔམ་དྲག་སྦྱོར་མན་ངག་ན་ཡོད་དུས་བསམ་པ་ནི་ག་རེ་ཡིན་ན་འམ་ཅི་དང། ཨ་ནི། དེ། མན་ཆོད་པ་དང་ཚང་མ་ཁྲིད་ལ་ཡོད་དུས་སྐད་གཏང་ཆོག་ཆོག་རེད་ད་སོ་སོ་ནང་ལ་གཅིག་སླེབས་དུས་བསམ་པ་སྤུ་གུ་ཆུན་ཆུན་གསར་བ་གཅིག་སོ་སོའི་གཉིས་ཆ་ཕ་མ་གསར་བ་གཅིག་ཡིན་དུས་བསམ་པ་ག་འདྲའི་ཆུ་བོ་མེད་ཧ་མ་གོ།

ང་རངས་ང་རངས་ཀྱི་ཉམས་མྱོང་རོ་ཆ་བྱ་ན་ད་ནང་ལ་སླེབས་པ་ནས་ཇི་ད་བ་གཅིག་མ་སེམས་སི་པ་དུ་རོ། ཨ་ནི། ཀྱི་སྤུ་གུ་གི་རྒན་ཚང་མ་འགྲོ་རྗོད་རང་འོང་འདི། ངའི་ཨ་ཕོ་རང་གི་ཁྱི་ཡོད་རང་ངའི་ཁྱོ་ག་རང་གི་ཁྱི་དེ། ང་ཡིན་ན་ད། ནང་ལ་སླེབས་པ་ནས་ཇི་རོ། ད་བ་གཅིག་མ་སེམས་སི་པ་དུ།

ཁོ་ཡིས་ང་ལ་སེམས་ཁྲལ་རེད་ཨ་ནི་ངའི་གི་ཏན་ཅི་ན་ས་འོ་མ་སྤྲེལ་གི་ཐབས་ཤེས་སྟངས་རྣམ་པས་ནི་ཨ་བོ་ཡིས་ནོ་ནོ་ནོ་ཨ་བོ་ཡིས་ག་དུས་ཡིན་ན་ཨུ་ཧུ་དང་པོ་ཁྱོད་རང་མ་ག་དེ་ཡག་པོ་གསོས་ཁྱོད་རང་ཟོག་པོ་ལོན་ལོན་ཅིག་བྱས་ཁྱོད་རང་ཁྱེད་ཆེན་པོ་རེད་ལ་ནི་ཨེ་འདི་ལ་ནི་ངེད་ཅག་སྤུ་གུ་ལ་འོ་མ་སྤྲེལ་ཅུང་མ་རེད་ཡ་དེ་འོ་མ་སྤྲེལ་ཁྱེད་ཆེན་པོ་ཏོ་ར་ཨེ་ནི་འོ་མ་དེ་ང་ཚོས་འོ་མ་འཐེན་བཏོན་ཡོད་ར་འོ་མ་བཏོན་ཨ་བོ་ཁོ་རང་གིས་སྤྲད་ཨེ་འདི་བྱས་ནས།

དཀའ་ལས་དག་དཀའ་ལས་བྱུང་ཡོད་ད་ང་ཡིན་ན་སྡུག་ཤོས་དཀའ་ལས་གར་དུ་བླངས་ན་སོ་སོ་སོ་སོ་ཕན་ང་ནང་ལ་སླེབས་པ་ལ་གོང་ད་ཁོ་རང་ཐེངས་མ་གཅིག་ངུ་ཤོར་ཟེར་ར་ད་ང་ཁ་ཆུ་ངུ་ཤོར་ཟེར་ལ་ན་ཨ་ཕོ་མཐོང་ན་སྙིང་རྗེ་ནས་ངུ་ཤོར་ཟེར་ད།

ཡིན་ནའི་ང། སོ་སོ་སོ་སོ། ཨམ་གཙིགས་ཀྱི་སྨན་ང་ནས་མང་མ་ཐོས་སྔོན་ནས་མང་པོ་བྱིན་ལགས་ཟེར་བ། ག་རེ་ཡིན་ན་ཆེ་ཆུང་རེད་ཟེར་ར་དམིགས་བསལ་གྱི་དེ་དེ་བརྗོད་ར། ཆུ་ཚོད། མུ་མཐུད་ནས་ཆུ་ཚོད་མང་པོ་ཉལ་ཁྲི་གང་དེ་དེ་མུ་མཐུད་ཆུ་ཚོད་མང་པོ་རྐུབ་བཀྱག་གང་དེ་དེ་དེ་འདྲ་བཅས་མ་བྱེད་ག་དུས་ཡིན་ན་གཟུགས་པོ་གུ་རྒྱུ་བཏང་ན་ཟེར་ཡིན་ནའི། མ་གུ་གུ་བྱའི་རིགས་དང་བཅའ་ལག་ཤུགས་ཆེན་པོ་རྒྱག་ཡ་རེད་དེ་འདྲའི་རིགས་ཅིས་མ་བྱས་ལ་ཞེན་པ་ག་རེ་བྱས་ན་འགྲིག་རེད་ལ་ག་ཚོད་གོ་རྒྱུ་མ་ག་བཏང་ན་ཁྱོད་རང་ཡག་ག་ཡོད་རེད་ལ། འོན་ཏེ་ང་སེམས་ལ་བཞག་ནས་ངེད་ཅག་ཨ་ཕོ་ཡིན་ན་རེད་ཆོས་ཀྱི་ཡིན་ན་ག་དུས་ན་གོ་ཡ་གོམ་པ་རྒྱག་མ་གོམ་པ་རྒྱག་ང་གོམ་པ་མང་པོ་རྒྱག་ཡོད་རེད་མ་ག་ཡོད་ན་དཔེར་ན་ཉི་མ་དང་པོ་ནས་ཁོ་རང་ང་གོམ་པ་ཡ་མ་མང་པོ་རྒྱག་ཡོད་རེད། གཅིག་ལ་ས་ཆ་གཅིག་ལ་བསྡད་དེ་དེས་མ་བསྡད་ལ་དེ་ཚང་མ་ངས་གོམ་པ་མང་པོ་རྒྱག་ཡ་མ་གོམ་པ་རྒྱག་གོ་རྒྱོ་བཏང་བྱས་ནས་ང་སྒུག་སྒུག་བྱས་མེད་ཨ་ནི་ང་ལྕ་ལག་ཤུགས་ཆེན་པོ་རྒྱག་ཡ་རེད་དེ་འདྲས་ཅེས་བྱས་མེད་ནས་ང་ནང་ལ་ལས་ཀ་འགྲོ་དམིགས་བསལ་བྱས་མ་རེད་སོ་སོ་སོ་སོ་ཡ་མ་དེ་གུ་ཡངས་འགྲོ་བྱས་ཨེ་འདྲས་འགྲོ་བྱས་ནས་ང་དེ་འདྲས་གཅིག་ཉི་མ་བཅུ་ཟིག་གི་རྗེས་ནས་ཚང་མ་སོ་སོ་སོ་བསང་མཆོད་ལ་བྲོས་ཡ་ཡིན་ན་རེད་ག་རེ་ཡིན་ན་ཚང་མ་སོ་སོ་སོ་བྱེད་ཐུབ་པས་འགྲོ་བྱས་ཆ་ཟེར་བ་ཨ་ནི།

གཅིག། སོ་སོ་ལ་གཟུགས་ཡབ་མ་གོ་རྒྱུ་བཏང་ན་གཟུགས་མེད་ཡས་དང་འདི་ལྟ་ང། དུས་འདའ་གཉིས་ཀྱི་རྗེས་ནི་ང་ལྷོད་ལྷོད་འགྲོ་ཅི་ཆགས་ང། ཏིས། མ་ག་སོའི་ཡབ་མ་གོ་རྒྱུ་བཏང་ཐུབ་གཅིག། ཨ་ནི། འོན་ཏེ་དེའི་རྗེས་ནི་ང་ག་ལེ་ག་ལེ་ཏིས་ན་ས། གཅིག་འོ་མ་ཏི་སོ་སོའི་འོ་མ་ཡ་ཏི་བྱས་ཀྱི་ཐབས་ཤེས་འགྲོ་ཅི་བཏང་ཏིས་ན་ས། ཏིས་ཡབ་མ་སྐྱ་ཡ་ཐབས་ཤེས་འགྲོ་ཅི་བཏང་དེ་འདྲ་འགྲོ་གཅིག་དུས་འདའ་གཉིས་ཀྱི་རྗེས་ནི་ལྷོད་ལྷོད་འགྲོ་གཅིག།

དེ་འདྲས་ཀྱི། ཁོ་རང་གིས་ང་ལ་རོགས་པ་ཡག་པོ་སྤེལ་ཆེད་ཡོད་ར་དེའི་དུས་ཚོད་དེ་ལ། དེ་གི་ང་སུ་ཨེ་དེ། མགྱོགས་པོ་འགྲོ་རྒྱུ་བྱུང། ཨ་ནི། དེ་འདྲས་འགྲོ་བྱུང་སྙམ་དུ་གཅིག་ནི་ང། ང་སྤུ་གུ་ཆགས་པ་ནས་བྱས་དེའི་དུས་རིམ་པ་རུ་དེ་ལ་ང་དཔེ། གཟུགས་པོ་ལ་ག་དུས་ཡིན་ན་གོ་རྒྱུ་བཏང་བཏང་བ་ཅིག་དེ་ཡིན་རོགས། ལུས་རྩལ་རྩེད་པ་ཡིན་ན་རེད་ཨ་ནི་གོམ་པ་རྒྱག་དགོས་བྱུང་ན་རེད་ཡོ་ག་རྩེད་དགོས་བྱུང་ན་རེད་ཨ་ནི་ང། དེ་འདྲའི་བརྒྱུད་རིམ་འདིར་ཉི་མ་གཅིག་མ་ཕྱེད་པ་ཅིག་ལྷོད་ལྷོད་དེ་འདྲས་ཅིག་རྩེད་ཡོད་དུས་བསམ་པ་འདི་ཡས་ཡང་ང་ཕེད་ཡོད་རེད་བསམ་གོ་ཐོར་བ། ང་ཚོ་ག་ཚོད་ཀྱིས་སོ་སོའི་གཟུགས་པོ་ལ་དེ་འདྲས་བྱས་ན་འདི་ཕེད་ཡོད་རེད། ད་ང་ཚོ Recovery དེ་མགྱོགས་ག་ཡོད་རེད་ལེགས་འདུག་དྲག་ཡས་དེ་འདི་ཅག་མགྱོགས་ག། གཟུགས་པོ་གི།

བྱུང་སོང། དེ་ནས་ང་ཟླ་བ་གཅིག་གི་རྗེས་ནས་ཁ་ཆེ་བླངས་ན། ཉི་མ་བཞི་བཤས་ལྔ། ཉི་མ་བཞི་ཏག་ཏག་ཉི་མ་བཞི་བཤས་ལྔ་ཏག་ཏག་ཅིག་ངའི་ཨ་ཕོ་ལ་ཁོ་རང་ལས་ཁུངས་ཀྱི Paternity Leave ཡོད་རེད་ད། ཁོ་རང་རང་གི་སྤུ་གུ་སོ་སོ་ནང་ལ་སྤུ་གུ་ཅིག་སོ་སོ་ལ་སྤུ་གུ་ཅིག་གསར་བ་ཅིག་སྐྱེས་ཡོད་དུས་བསམ་པ་སོ་སོ། ཉི་མ་བཞི་བཤས་ལྔ་ཁོ་རང་ལ་དགོངས་པ་ཡོད་རེད་དེ་འགྲོ་སྟངས་རེད་ར།

བབ་བྱས་ད་ག་རེ་ཡིན་ན་ཚང་མ་གཅིག། ཨ་ཕོ་ཙཱ་ནི་ང་ཚོས་སྦྱོང་དགོས་བྱས་བྱོས། ཟླ་བ་གཅིག་རྗེས་ནས་ང་གཞི་ནས་རྒན་འདི་ཚོ་གླེང་གི་ཡོད་དུས་བསམ་པ། ཨེ་འདྲ་འགྲོ་གི་ཅིག་རེད་ད་ང། ལས་སླ་བོ་བྱུང་ང་རང་ལ། ང་དེ་འདྲའི་དངོས་གནས་ཁག་པོ་བྱུང་མ་སོང་ང་ལས་སླ་བོ་བྱུང་ཟེར་བ་ང་རང་ཁྱོ་ག་དང་རོགས་པ་ཡི་བཀའ་དྲིན་ཡིན། དང་པོ་དང་པོ་ད་དཀའ་ལས་འདུག་ཨ་ནི། ཟླ་བ་གཅིག་གཅིག་སེམས་འཚབ་བའི་རྗེས་ནས་ཨེ་འདི་ཅིག་ག་རེ་ཡིན་ན་ཧ་གོ་བྱས་ད་ཨ་ནི།

སོབ་སོབ་ཀྱི་ལྷོད་ལྷོད་འགྲོ་བྱུང་བྱུང་བའི་ཚོར་བ་ཅིག་སླེབས་ཏེ་བསམ་པ་ཨ་ནི་འདི། སོ་སོའི་མི་ཚེའི་ནང་ལོ་ལ་འཚོ་བ་སྐྱིད་བོ་ཅིག་ཤར་གི་ར། འོ་འདི་གི་དཔེ་ཁྱད་ཆེན་པོ་མཐོང་སོང་ཨ་ནི། བཟའ་ཚང་སུ་ཡིན་པ་ཡིན་ན་རེད་དེ་འདྲས་ཀྱི་དུས་ཡུན་དེའི་བར་རུ་ལ་ཨ་ནི་ཕར་ཚུར་བསམ་གཞིག་བྱས་ཕར་ཚུར། སྐྱིད་སྡུག་མཉམ་གཤིབ་བྱས་ཨ་ནི། རོགས་པ་ཡིན་པ་ཡིན་ན་རེད་དེ་འདྲས་ཀྱི་དུས་ཚོད་ཅིག་ལ་རོགས་པ་བྱས་དཔེ་ཁྱད་ཆེན་པོ་ར།

གཡས་གཡོན་ལ་ངེད་ཀྱི་རོགས་པ་གཙོ་བོ་ད་ཆུ་ཁའི་ང་རོགས་པ་པོས་ཕན་ཐོགས་ཡོད་རེད། ཨེ་འགྲིག་འགྲོ་རེད་ཤག་ད་ངེད་ཀྱི་བུ་སྐྱེས་ཚབ་བེད་སྤྱོད་ནས་ད་དུས་ཚོད་འགྲོ་རྒྱུ་ཨ་ར་ཟླ་བ་གཅིག་གསེར་རིང་པ་འདི་ག་འདྲའི་འགྲོ་རྒྱུ་བྱུང་ཡིན་མིན་དུས་ཚོད་འདི་འགྲོ། ཐག་རིང་ལ་ཡོད་པའི་ཀྱི་རོགས་པ་དུས་རོགས་པ་ཡིན་པ་ཉག་རེ་ཚང་མས་ཀྱི་ང་ལ་ག་དུས་ཡིན་ན་ཅིག་ཁ་བ་བརྒྱུད་ནས་རེད་ཨ་ནི་སེམས་གསོ་བཏང་ཡས་དང་འབྲེལ་བ་བྱེད་ཡས་དང་ཨ་ནི། བརྒྱུད་རིམ་མང་པོ་ཅིག་གི་བརྒྱུད་ནས་ད་ང་ལ་ཡ་མ་བྲལ་བ་བྱུང་ཨེ་འདྲ་བྱེད་དུས་བསམ་པ། ཨ་ནི། དུས་ཚོད། སྐྱིད་པོ་ཅིག་བྱུང་སོང་ཨ་ནི། ང་རང་བོད་བཟོ་སྡོད་ཆེན་པོ་ཡིན་ཨ་ནི། ཚ་མོ་ལོ་ག་དྲིན་ཆེ་ད་རེས་ངས་འདི་ལ་བརྩམས་ཤོག་ཡ་ཡིན། ཕན་ཐོགས་པའི་རེ་བ་ཡོད།